བཅོས་དང་དམིགས་བསལ་གྱི་བརྟག་བཅོས། འོ། དེ་ཚོ་ག་རེ་ཟེར་ན། སྲོལ་རྒྱུན་གྱི་བརྟག་བཅོས་དང། འོ་ད་དེ། དེ་བྱས་བཞག། དེ་ག་རེ་ཟེར་ན། དེ་ངེད་ཀྱིས་དེ་ལ་ཐུགས་གཏད་བཞག། སྤྱིར་བཏང་གི་བརྟག་བཅོས་དང་དམིགས་བསལ་གྱི་བརྟག་བཅོས་དེ། དེའི་ནང་ལ་ནི་བོད་སྨན་རང་དེ་རེད། བོད་སྨན་རང་ལ་ག་རེ་ཟེར་གོ་རེ་ཟེར་ན། ད་ལྟ་འདི་དང། རྟགས་ཐབས་བྱས་ན་རྟགས་རིགས་བྲི་བས་ཡོང་ཞེས་བྱ་ཟེར་བར་ལྟ། འདི་ང་ཚོ་དུད་ཚང་ནད་ཐོག་གི་ལོའི་སྐོབ་རྒྱག་ག་ཚོད་ཡིན་པའི་ཧ་གོ་གསལ་པོ་བསྐུག་འདུག་ཨང། བཅོས་ཐབས་ག་ས་ཞག་ཡོད་ན་ཟས་སྤྱོད་སྨན་དཔྱད་དེ་གས་རེད་སྒང་ལོག་ཧ་གོ་བ་རེད་ད་ཡིན་ནའི་དམིགས་བསལ་གྱི་བརྟག་བཅོས་དེ་ག་རེ་ཟེར་བ་ཟེར་ན། ཡོངས་གྲགས་ཀྱི་རྟགས་རིགས་དྲི་བ་གི་རགས་པ་ཙམ་མ་ཡིན་པའི་ད་རུང་གི་བརྟག་ཐབས་ཀྱི་ཐབས་ཤེས་ཡོད་རེད་པས་བུད་མེད་ལ། དེ་ཚོ་སྔོག་འདོན་བྱེད་ཁོ་ཐུབ། དེ་ཚོ་སྔོག་འདོན་མ་བྱས་པའི་ཡིན་ན་རྒྱུ་མ་ག་ལི་ག་ལི་གསར་པས་མཐོང་བའི་ཡིན་ན། ཨ་ནི་ཁ་རྩང་ནས་མི་གཅིག་གིས་ཨོ་འདིའི་ས་ཆ་འདིའི་རྒྱུད་ཡོད་རེད་ཟེར་བསྔོ་བ་འགྲོ་དུས་རུས་ཚ་བས་ན་ནི་ཡོང་མི་འདུག་བྱས་ཙང། དཔེར་ན་ཆ་བྱ་བས་ན་ང་ཚོ་སྟག་འདབས་ནང་ལོགས་ལ་སྨན་བེད་སྤྱོད་བཏང་ནས་སྟག་འདབས་བྱེ་བ་དེ་མང་པོ་འདུག་ཨ། ད་ལྟ་གཞུང་ནང་ལོགས་ལ་རིག་གཞུང་འགའ་ལས་གསེར་རྟའི་རིགས་འདུག་ཨ། དེ་ས་ནད་ཐོག་དངོས་སྐབས་ལ་ང་དང་མི་ང་འདུག་ས་ཁ་ཤས་བས་ན་ང་རང་འདི་བྱས་འགྲོ་གི་རེད་མ་ཞུ། ང་རང་གིས་འདི་བྱེད་མྱོང་མི་མེད། ན་ཚ་ཁ་ཅིག་སྐྱེ་བ་ཡག་པོ་མ་བྱུང་གི་དུས་སུ་ནས་སྨན་གསེར་རྟ་བཏང་ན།

གསང་བ་པོ་ཚོས་ད་ལྟ་དེ་ངན་ལས་ངན་ཞིབ་འཇུག་ལ་མ་བཅོས་སྒོར་མོ་དེ་འགྲོ་ཁོ་རང་གིས་ད་ལྟ་དེའི་ནང་ལོགས་ཁ་ཕྱོགས་དེ་ལ་ཞིབ་འཇུག་བྱས་ནས་ད་ཕལ་ཆེར་དེ་དེབ་དེ་འབྲི་ཚེ་སྤྲོ་ཡོང་གི་ཡོད་ཁོ་རང་གིས་ད་ལྟ་དེའི་ནང་ལོགས་ལས་བུད་མེད་ཀྱི་ན་བཟའི་རིགས་དབྱེ་བ་ཕྱིས་ཐབས་དང་དུག་གི་ཡི་མའི་བརྟག་ཐབས་ཕྱིས་དབྱེ་བ་ཞིག་དང་དེ་འདྲའི་འགའ་ལས་གཞུང་གཉིས་མང་པོ་ནས་གསང་བ་པོ་ཚོས་དེ་བསྡུ་རུབ་བྱས་སོང་ང་དེའི་ནང་ལོགས་བྱེད་སྟངས་ཁ་ཅིག་དུད་ཚང་རྫས་འགྱུར་གྱི་བྱེད་སྟངས་རང་རེད་འདུག་དཔེར་ན། སྐྲ་དེ་གཅིན་པའི་ནོར་བར་བཙོ་ཡག་སོང་འདྲ་འདུག་ཨ། དེ་ཚོ་དངོས་པོའི་ནུས་པ་བྱེད་དགོས་བ་རེད་བ་མ་ཞུ་རྨོངས་དད་དང་དེ་འདྲས་བྱེད་དགོས་བ་མ་རེད་བ། འོ་དེའི་དུས་ཚོད་ནས་དེ་ཚོའི་ནང་ལ་རྒྱུ་མ། གསང་བ་བུག་ཆུ་སོགས་ངས་དེ་ཚོ་དམིགས་བསལ་གི་བརྟག་ཐབས་མི་ཚོ་གལ་ཆེན་པོ་རེད་འདུག་འོ་དེ་ཚོ་ལ་དོ་སྣང་གནང་གི་འདུག་དམིགས་བསལ་གཅུས་ཐབས་ལས་ད་ག་རང་རེད་བ། དམིགས་བསལ་གྱི་བཅུད་ཐབས་དེ་ཚོ་སྣང་བ་ལ་དཔེར་ན་ཆ་ཞེས་བྱ་བ་ཡིན་ན། ད་ལྟ། ཟས་སྤྱོད་སྨན་དཔྱད་ཀྱི་གཉེན་པོ་དེའི་སྣང་བ་ལ་ད་དུང། གཞུང་གཞན་དག་ནས་སོ་བསྟན་རུང་ཟེར་ནས། ད་ལྟ། སྨན་སྣང་བ་ལ་ག་རེ་ཟེར་ན་སྔགས་ཀྱི་བཅུད་ཐབས་དེ་ཚོ་ཕྲད་མང་པོ་འདུག་ད་དེ་ངས་ག་རེ་ཟེར་ན་དེ། རྦད་དེ་ག་རེ་ཟེར་ན་རྨོངས་དད་ཡིན་པ་དང་ཡང་མིན་ན་དེ་རྦད་དེ་ང་ཚོས་དེ་བྱེད་དགོས་ཡ་དེ་འདྲའི་དེ་བྱེད་གི་མི་འདུག་ཡིན་ན་ནུས་པ་ཐོན་ནུས་པ་བལྟས་པར་བ། ནུས་པར་བལྟ་དུས་སུ་ནས་འདི་དངོས་གནས་དྲང་ནས་ནུས་པ་ཡོད་ངེས་ཅིག་རེད་འདུག་ག་ནུས་པ་ཡོད་ངེས་ཅིག་རེད་བྱ། དེ་ཚོའི་གྲས་རྒྱུན་འཛིན་བྱེད་ཐུབ་མ་འདུག་འདི་གནད་འགག་ཆེན་པོ་རེད་བྱ་ད་འདི། ད་འདི་འདི་གི་ད་འདི་ཕྱིས་སུ་ད་འདི་འདྲ་པོ་བྱ་བྱ་ན་ཁག་པོ་རེད་འདུག་ག། དམིགས་བསལ་གྱི་བཅོས་ཐབས་དེ་ཚོ་རེད། ད་དམིགས་བསལ་གྱི་བཅོས་ཐབས་དཔེར་ན་ད་ལྟ་སྤེགས་ཐབས་ལ་བྱ་བྱ་ཡོད་ནས་འདི་འདྲས་འདུག་སྔས་མ་ད་ལྟ་སྤྱན་པའི་འགྲན་སྡོང་ལ་བྱ་བྱ་ཡོད་ན། སྔས་མ་གན་ས་ན་རུང་བ་ཞིག་གི་ད་འདི་འདི། ཕོ་བ་དང་སྐྲན་ལ་ཕོ་ག་རེ་ཕོ་བ་དང་མཆིན་པའི་རྒྱུ་ལ་སྐྲན་ཡོད་མེད་བལྟ་དུས་སུ་ནས་སྤྱན་མའི་དྲན་རྟོག་ཡག་པོ་ཞུམ་སྣང་མི་འདུག་ད་ལྟ་སྒྲོན་ཐལ་དེ་བཏང་མོད་བ། སྒྲོན་ཐལ་བཏང་ནས་ན་ཟུག་དེ་ཞི་གྲོལ་དུས་ཚོད་ནས་ཕོ་བ་དང་མཆིན་པའི་རྒྱུད་ལ་སྐྲན་ཡོད་པ་གཏན་འཁེལ་རེད་འདུག་བ། འདི་ན་ཟུག་ཁྱོད་ནས་རྒྱག་རྒྱུ་མིན་ན་གཞན་དག་གི་རེད་འདུག་བ་འོ་དེ་འདྲའི་གི་ཏག་ཏག་གི་འདྲའི་མང་པོ་འདུག་འོ་དེ་དེ་ཚོའི་གྲས་ང་ཚོ་དམིགས་བསལ་གི་བརྟག་བཅོས་དེ་ཚོ་རྒྱུན་འཛིན་བྱེད་དགོས་འདུག་ད་ནད་ཐོག་སྐབས་རེད་འོ་དེ་བྱས་ད་ལྔ་པ་དེ་དེ་སྔའི་གཞུང་དང་དེང་དུས་ནད་ཐོག་བར་གྱི་འབྲེལ་བ་དེ་ལ་ཆ་བྱ་བས་ན། སྔར་གི་གཞུང་གཉིས་ནང་ལོགས་ལ་ཡོད་པའི་གི་ན་ཚ་ཁག་ཅིག་དོན་བཟང་ཞིབ་ཐུང་གི་མཐོང་ཡག་མི་འདུག་བ། དཔེར་ན། ཚན་པར་སྡེ་བ། མཛེས། སྦྲུམ་པོ་དེ་འདྲ་ནི་བཟོ་གྲྭའི་སྤྱི་བཏང་ཐུམ་རྒྱུད་སུ་མི་འདུག་ཨ། ད་ཡིན་ན་ཡང། དུད་ཚང་ནད་ཐབས་དངོས་ལ་མང་པོ་ཡོད་ནངས་ནས་བཟུང་ཡང། ང་ཚོའི་གཞུང་ནང་ལ་ནི་ག་ག་རེ་ག་རེ་ཡིན་པ་དེ་རྩད་གཅོད་ཅིག་བྱེད་དགོས་འདུག་ཨ། འོ་འདི་འདྲའི་སྐབས་ལ་ག་རེ་ཟེར་ན། དཔེར་ན་ཆ་ཆ་ཡུལ་ནས་དེང་དུས་ནམ་མང་བའི་ན་ཚ། འདི་ཚོ་བྲལ་ཏེ་ང་ཚོའི་གཞུང་རྙིང་པ་ནས་བཟུང་བསྔོག་བྱས་དེའི་ནང་ལ་ག་རེ་ཟེར་ན། བརྟག་ཐབས་ག་རེ་འདུག་བས་བཅོས་ཐབས་ག་རེ་འདུག་བས་དེ་ཚོ་རྒྱ་ཆེན་པོ་བསྔོག་དགོས་འདུག། འོ་འདི་མ་སྔོག་བ་མིན་ན། ད། རྗུན་མ་ང་ཚོ་བོད་ཀྱི་གསོ་རིག་གི་ག་རེ་ཟེར་ན། ནུས་པ་དེ། དོན་ཡང་འགོག་རྐྱེན་བྱེད་ཀྱི་འདུག་ཨ། འོ། དེ་ནས་ག་རེ་ཟེར་ན། དེང་དུས་ནད་མང་བའི་ནད། མངར་གསུང་ནང་མེད་པའམ་མི་གསལ་ན་ཡང། གསལ་པོ་མེད་པའི་དེ་ཚོ་ལས་ག་རེ་ཟེར་ན། རང་ལུགས་གསོ་རིག་ནང་ལོགས་ནས་དེ་ཚོལ་གྱི་ཨེ་ནི་ག་རེ་ཟེར་ན། ནད་གཞི་དེ་ཚོ་ལ། དཔྱད་གཞི་བྱས་ཟེར་ད། རང་གི་གཞུང་ལུགས་ནང་ལོགས་ནས་ཁུངས་ཤིག་བསྐྱལ་ཡོང་གི་འདུག། འོ་འདི་གལ་ཆེན་པོ་རེད་བྱ། དཔེར་ན་དུད་ཚང་གི་ད་ནས་འདི། བྱིང་ལེའུ་གང་ཡིན་ནས་འདྲ། ད་ག་ནང་བཞིན། སགས་སུ་ཡིན་ནས་འདྲ། ཧུམ། ཤིང་ཀོང་ཡིན་ནས་འདྲ་དེ་ཚོ། ང་ཚོ་ལ་ཤིང་ཀོང་ཟེར་ཐ་སྙད་རྒྱུ་ཤིང་ནང་ལ་གཉིས་ཀྱི་མ་རེད་འདི་ནས། དེའི་གི། ནས་གི། རྒྱུ། རྐྱེན། ནད་རྟགས། དེ་ཚོར་ལྟོས་ཟེར་ད་ངོས་འཛིན་བྱེད་ཁོ་ཐུག་ཨ། དེ་མ་བྱས་བས་ན་ང་ཚོ་རྒྱུ་མ། རྩ་བ་ནས་གར་ཟེར་ན་ཕལ་སྐྱ་འགྲོ་ཐུག་མ་རེད་འོན་ཏེ་སོང་ད་ཁ་ཅིག་གིས་ང་ཚོ་དེ་ནང་ལ་ཡོད་མ་རེད་གཡུག་བཞག་ཟིག་འདུག་དེ་ངས་ཐེངས་མང་ཁ་ཆད་བྱེད་ཐུབ་མྱོང་ཡོད། འོ་དེ་ནང་ལ་ཁྱོད་ནི་ཡོད་མ་རེད་དེ་དེ་བྱིང་ནུས་གང་ཟེར་ངས་ཡོད་མ་རེད། འོ། ས་ཟེར་ཟེར་ངས་ཡོད་མ་རེད། ཤིང་སྒོང་ཟེར་ངས་ཡོད་མ་རེད་ད་འདུག་བཞག་ད་ག་འདྲ་འདུག་བཞག་ན་ཅིག་བྱེད་ཀྱི་རེད་ཟིག་འདུག་ཨ། དེའི་ཐ་ཆའི་བསམ་བློ་དེ་ཏག་ཏག་ཡོང་གི་མི་འདུག་ང་ཚོ་རང་གི་ག་རེ་ཟེར་ན་རིག་གཞུང་ག་ནས་ན་ཚ་ཡིན་པའི་ཞུ་གི་ལ་འགྲེལ་བཤད་རྒྱག་མཁན་གསོ་བ་རིག་པ་རེད་བ། ན་ཚ་གསར་པ་མོག་ག་གསར་པ་ག་རེ་ཡོང་གི་ནས་བོད་གསོ་བ་རིག་པའི་རིག་གཞུང་གི་འགྲེལ་བཤད་རྒྱག་ཡ་ཡོད་ཡོད་རེད་མ་ཞུ་རྒྱག་མ་ཐུབ་པ་དང་རྒྱག་རྒྱུ་མེད་པ་འདི་ནི་རྩ་བ་ནས་མ་རེད་བསམ་གི་འདུག་འོ་དེ་ཡིན་གཅིག་ཡིན་ད་བཅུ་དགུ་དེ་ག་རེ་ཟེར་ན་ཨ་ནི།

སྨད་རྒྱུད་སུ་ཡང་དེ་ག་པར་ཐུག་འདུག་ཟེར་ན་བོད་ཀྱི་གསོ་བ་རིག་པ་ཧྲིལ་བོའི་ཆབ་གཅིག་དང་འབྲེལ་བ་འདུག། སྨད་རྒྱུད་དུ་མེད་པ་ཡིན་ན་སྨད་བཟོ་ཐུབ་ཀྱི་མ་རེད། སྨད་བཟོ་རྒྱུ་མེད་པ་ཡིན་ན་ནད་ཐོག་སྐབས་ལ་བོད་སྨན་གྱི་ནུས་པ་ཐོན་ཀྱི་མ་རེད། བོད་སྨན་དེ་ནད་ཐོག་སྐབས་ལ་བེད་སྤྱོད་བྱེད་རྒྱུ་མེད་པ་ཡིན་ན། བོད་སྨན་གྱི་རྒྱ་ཆེན་ནང་ལོགས་ནས་ནད་ཐོག་སྐབས་ལ་ཞབས་འདེགས་ཞུ་མཁན་ག་ཚོད་ཡོད། སྟག་རིག་ཁྲི་བོའི་གསུམ་གྱི་བརྒྱ་ཆ་ག་ཚོད་བཞུགས་ཡོད། ཟས་ཀྱི་ཞབས་འདེགས་ག་ཚོད་ཞུ་གི་ཡོད། སྤྱོད་ལམ་ཞབས་འདེགས་ག་ཚོད་ཞུ་གི་ཡོད། སྨན་གྱི་ཞབས་འདེགས་ག་ཚོད་ཞུ་གི་ཡོད། དཔྱད་ཀྱི་ཞབས་འདེགས་ག་ཚོད་ཞུ་གི་ཡོད། ནད་ཐོག་གི་བརྒྱ་ཆ་འདི་བརྒྱད་ཀྱི་སྐོར་ན་འདའ། སྨན་དེ་མེད་ན་ག་རེ་བྱེད་པར་འདུག་བས། བྱས་ཙང། སྨན་དེ་མེད་ན་བོད་ཀྱི་གསོ་བ་རིག་པ་གྱི་ཆག་འཇིག་དང་འབྲེལ་བ་འདུག་བསལ། ཆག་པ་དང་འཇིག་པ་དེ་དང་འབྲེལ་བ་འདུག། འོ་འདི་གསུངས་ཙང་ད་ལྟ་དེ་ངེད་ལ་ང་ཚོ་ད་ལྟ། དེ་འདྲའི་ག་ལ་ཟིག་རེད་བ། སྨན་རྒྱུ་དེ་ག་རེད་ཟེར་ན་སྨན་རྒྱུ་ཡོད་ན་མ་འོངས་ཡོད་ཟེར་བ་རེད་ད། ཚད་གཞི་ཡོད་ན་ཁྲོམ་ར་རེ་ཡོད་ཟེར་བ་རེད་བ། དེ་ཙི་ཡོན་རེད་དེ་དབུས་ལ་ཡོད་དེ་དཔལ་རོན་རེད་དེ་ཧྲི་ཁྲང་ཟེར་བ་རེད། བྱས་ཙང་སྨན་རྒྱུ་དེ་གལ་ཆེན་པོ་ཞེ་བོ་གཅིག་རེད་འདུག་ད་དེ་དུས་སང་ཐོན་ལས་ཅན་དེ་ཆགས་པ་རེད་བ། ཐོན་ལས་ཅན་ཚེ་འཕྲུལ་ཚོ་ནས་སྨན་རྒྱུ་དེ་དཀའ་ལས་ཞེ་བོ། དུག་དང། སྨན་རྒྱུ་དེ། མ་བཏང་བ། མ་བཏང་བའི་མི་ནི་གར་ཐུ་བ་རུ་ཟེར་ན་སྨན་རྒྱུ་དེ་རྡིབ་བཙུགས་བྱེད་རྒྱུར་ཐུ་བ་རུ་བ། རྡིབ་བཙུགས་བྱེད་ཡག་ཐུ་བའི་དུས་ཟེར་ན་སྨན་རྒྱུ་དེའི་སྤུས་ཚད་ཡག་ལོས་ལ་ཁྱད་པར་འབྱིན་བ་རུ་བ། སྨན་རྒྱུ་དེ། མ་བཤངས་པ་ཡིན་ན། སྤུས་ཚད་ཀྱི་འགན་ལེན་དེ་སེམས་ཐག་རེད་ངེས་ལ་བཏང་མ་བཏང་རུ་བ་དེ་ནས་སྤུས་ཚད་རུ་བ། སྤུས་ཚད་དེ་ཡག་པོ་མེད་ན། ཨ་ནི། སྨན་དངོས་དང་སྨན་རྫུན་མའི་གི། ཁྱད་པར་ཞུ་གི་འདུག་ཨང། འོ་དེ་ཡིན་དུས་ཟེར་ནས། དེ་སྨན་རྒྱུ་དེ་ཡག་པོ་བྱུང་མ་བྱུང་དེ་བོད་སྨན་གི། སྤུས་ཚད། ག་རེ་དེ། བོད་ཀྱི་གསོ་བ་རིག་པའི་གི། ཆག་འཇིག་དང་འབྲེལ་བ་ཡོད་པ་འོ་དེ་གལ་ཆེན་པོ་ཞིབ་བརྗོད་བྱེད་དགོས་འདུག་དེ་ག་ང་ལོག་གི་ད་སྨན་པ་ཡིན་པ་ཡིན་ནས་དེ་ཡིན་གྱི་མི་འཇིག་བསམ་བློ་དེ་དགོས་གི་འདུག། འོ་དེ་གཅིག་བྱས་ད་དེ་ནས་གཉིས་པ་དེ་ག་རེ་ཟེར་ན། སྨན་དང་སྨན་གྱི་སྤུས་ཚད། སྨན་དང་སྤུས་ཚད་བར་གྱི་འབྲེལ་བ། སྨན་དང་སྨན་གྱི་སྤུས་ཚད་དེ་ག་རེ་ཟེར་ན། སྨན་དེ་སྤུས་ཚད་དང་འབྲེལ་བ་ཡོད་པའི་བལ་ཏེ་ཁྱབ་ཁོངས་རྒྱ་ཆེན་པོ་བཞི་བོ་རེད། དཔེར་ན། ཐོག་མར་ད་ལྟ་བཤད་མ་ཐག་པའི་སྨན་རྒྱུ་ནས་འགོ་བཙུགས་སྲིད་དང་འདོད་སྦྱོང་བྱེད་པ་ནས་སྦྱོར་རག་དངོས་བྱེད་པ་ནས་བསྟི་གདབ་སོགས་ཀྱི་བར་དུ་འབྲེལ་བ། ཆེན་པོ་ཡོད་རེད། མདོར་ན། དེ་དག་ག་རེད་ཟེར་ན། དེ་དག་གི་ནང་དོན་གཅིག་ལ་སྐྱོན་བྱུང་བ་ཡིན་ན་སྨན་གྱི་སྤུས་ཚད་སྐྱོན་ཞིག་རེད་བ། དེ་ཡིན་དུས་ཙི་ནས། དེང་དུས་སྨན་ཉེར་ཆེ་ལས་དེ་ཡོད་རེད། སྨན་ཉེར་ཆེ་ལས་ཡོད་པའི་ཁར་ལས་ཡ་མི་འདུག་སྨན་དེ་དངོས་གནས་དྲང་ནས་སྤུས་ཚད་ནུས་པ་ཡག་པོ་ཐོན་དགོས་ཡིན་ན་སྨན་པ་ལས་ཞེ་བོ་གཅིག་ར་ལས་བསྡད་བཞག་སྨན་པས་ཚུལ་བཞིན་དུ་སྨན་དེ་ཚོ་བཀོལ་སྤྱོད་བྱེད་ཐུབ་པ་ཡིན་ན་ནུས་པ་ཡག་པོ་ཐོན་གྱི་འདུག་མ་གཞུག། སྨན་གཉེར་བ་ལ་བརྒྱ་ཆ་བརྒྱ་ཐམ་པ་ཁུངས་བཙུན་བཞག་པ་ཡིན་ན་དེ་ཡིན་ཡོང་གི་མི་འདུག་སྨན་གཉེར་གྱིས་སྨན་སྤུས་ཚད་བརྒྱ་ཆ་བརྒྱ་ཐམ་པ་བཟོས་པ་ཡིན་ན། སྨན་པས་ག་རེ་བཟོས་ན། ན་ཚ་དཀའ་བ་ལ་སྤྲད་ཡག་ལ་ན་པ་ཁ་ན་ཚ་ཁ་བ་ལ་སྨན་དེ་སྤྲད་ཡག་བཞག་པ་ཡིན་ན་ཕན་གྱི་རེད་བས། འདི་རྩ་དོན་གྱི་འགྲུལ་རེད་བ། གཉིས་པ་དེ་ག་རེད་ཟེར་ན་སྨན་པས་སྨན་དེ་བེད་སྤྱོད་བྱེད་ཡོང་དུས་ཟེར་ནས། སྡེ་ཚན་ག་རེའི་ཁུངས་གཏོགས་བྱས་ནས་བཏང་བཏང་ན་ཕན་ཕན་པ་ཕན་པ་ཡོད་རེད། འོ་བཏང་དུས་ཟེར་ནས་ཞིབ་ཕྲའི་གདང་དུས་ག་ག་བ་བཏོན་ནས་བཏང་དགོས་རེད་པས། ཆ་རྐྱེན་མང་པོའི་འོག་ར་བར་དེ་ཚོ་ངའི་བློར་སྨན་སྤུས་ཚད་དང་འབྲེལ་བ་འདུག། འོ་ད་འདི་ཡིས། རབ་བསྡུས་རང་ཡིན་ད་འདི་མ་ཞུ་གི་མེད། ད་འོ་འདི། སྤྱིར་བཏང་སྨན་དང། སྨན་དང་དོ་དམ་བར་གྱི་འབྲེལ་བ། ད་སྨན་དང་དོ་དམ་བར་གྱི་དེ་དེ་གི་མངལ་དང་གཅིག་པ་རེད་སུ་རི་ག་རེ་ཟེར་ན་སྲོལ་རྒྱུན་སུ་རི་དང་དེང་དུས་སུ་རི་གི་དོ་དམ་བྱེད་འདུག་ག་དེ་དེ་གཅིག་པ་རེད་བྱ་ད་ངས་ཞུ་གི་མེད་ད་དེ་སྨན་དེ་དགོས་པའི་འོང་ད་ཞུ་གི་མེད་ད་ཡིན་ནའི་ག་རེ་ཟེར་ན་ང་ཚོ་ད་ལྟ་དེ་སྨན་དང་དོ་དམ་བར་གྱི་བྲོ་བ་གནང་ན་ང་ཚོ་སྟོན་དགོས་ཡ་གཅིག་ག་རེ་ཟེར་ན་གནད་འགག་ཅིག་ད་ལྟ་ངས་འདི་ངེས་པར་དུ་འདི་བྲིས་དགོས་ཡ་སྨན་དང་སྨན་གྱི་དོ་དམ་བྱེད་དགོས་ཡ་ག་རེ་ཟེར་ན་ང་ཚོ་ད་ལྟ་བར་དུ་དགུ་བཅུ་གོ་གཉིས་ལོ་ནས་ང་ཚོ་སྨན་རྫས་ཀྱི་ཆེད་ལས་གསོ་སྐྱོང་བྱས་བ་རོགས་པ་ཡིན་ནའི་ད་ལྟ་བར་དུ་ག་རེ་ཟེར་ན་བོད་སྨན་གྱི་སྨན་རྫས་ཀྱི་ཆེད་ལས་ལག་ཁྱེར་དེ་ཡོག་མ་རེད་དཔེན། ག་རེ་ཆེད་ལས་དེ་མ་རེད་ད་དེ། གཡོག་ཧྲི་ཙི་གི་དྲང་ཏི། གཡོག་ཧྲི་ཙི་གི་དྲང་ཏི་ད་དེ་ཡོག་མ་རེད་པ། དེ་མེད་པ་དེ་གོང་རིམ་གྱི་ག་རེ་སྐྱོན་རེད་མི་འདུག། དེ་གོང་རིམ་ནས་ག་རེ་ཟེར་ན་ང་ཚོ་དེ་བ་དེ། ཨོ། ང་རང་རང་གི་ད་ལྟ་དེ་ཞོགས་མོའི་ཚོགས་འདུར་ཐེངས་མ་གསུམ་ཞུགས། རྒྱལ་ཁབ་ནས་མ་བརྟག་དཔྱད་བྱེད་མཁན་བཏང་ཟེར་ཏེ་བཙུགས་ན་འགྲིག་གི་རེད་མ་རེད་བཏང་འདུག་བ། བཏང་ནས་ད་འགྲིག། ང་ཚོ་སྤྱི་དང་ཆོས་འགྲིག་འདུག་དེ་ཡིན་ནས། གུ་གྱོགས་རྒྱབ་ཐུག་གི་མེད་བྲ་ང་ཚོ་རང་གི། དེའི་ནང་ལོགས་ད་ནི་དེའི་ངན་ལ་ཟི་ལིང་ལྟ་ཞོག་གི་ཧྥུ་ཤ་རང་འདུག་འོ་དེ་ལྟ་དེ་བྱས་ན་ལས་དུས་ཚོད་ནས་ང་ཚོ་མི་སྐད་རྒྱང་ཚོགས་སུ་དེའི་ནང་ལོགས་ལ། བོད་ལ་ག་རེ་ཟེར་ན། གཙང་གཡག་ཧྲི་ཙི་ག་སྒྲེང་དེ་ཡིན་འཇིམ་གྱིས་བཟོ་གི་འདུག་དེ་བཟོ་ཡག་ག་རེ་ཟེར་ན་མི་སྣ་འདུག་ཁྲོམ་ར་དགོས་མཁོ་འདུག་དོ་དམ་གྱི་ཆ་རྐྱེན་འདུག་ཨོ་དེ་དེ་ཡིན་ཟེར་ནས་ངེས་པར་དུ་བཟོ་དགོས་འདུག་ཟེར་ནས་ད་ལྟ་བར་དུ་གུ་གེ་ཁྱོད་ནས་རྒྱག་མ་སོང་ང། བྱས་ཙང། དེ་དོ་དམ་ཟེར་ཡག་དེ་གཅིག་ཟེར་དུས་དོ་དམ་དེ་དགའ་ནས་དོ་དམ་བྱེད་གཉིས་ཟེར་དུས་ང་ཚོ་དོ་དམ་དེ་ང་ཚོ་རང་གིས་བེད་སྤྱོད་ཡག་པོ་བྱེད་ཐུབ་མི་འདུག་ང། བེད་མེད་དུ་སྐྱོན་ད་ངས་དེ་རིང་བཤད་ཡག་གང་ལ་ང་ཚོ་རང་སྐྱོན་ཡིན་ད། ད་དགོངས་མི་སོང་ཨ་ང་རང་ཡང་སྐྱོན་མང་པོ་རེད་བ་འདི་བྱེད་གི་ཡོད་འདྲ། ཨོ། ང་ཚོ་རང་གིས་དེ་ཚོ། དེ། སྲིད་ཇུས་ཟེར་ནས་འདྲ། ཆ་རྐྱེན་དེ་ཚོ་བེད་སྤྱོད་བྱེད་ཐུབ་མི་འདུག་འདི་འདྲའི་རེད་བྱ། ད་བཞི་པ་དེ་སྤྱིར་བཏང་མེད་དང་དམིགས་བསལ་གི་མེད། སྤྱིར་བཏང་གི་སྨན་འདི་དང་དམིགས་བསལ་གྱི་སྨན་འདི་ཁྱེད་རང་རྣམས་པ་ནད་ཐོག་གི་གོང་མ་ཞེས་པའི་ནང་ཁག་འདི་འདྲེས་འདུག་ཟེར་ཨ། རྒྱལ་ཁབ་ཀྱི་ཆག་སྐྱོན་ཨང་རྟགས་ཡོད་པའི་གི་སྨན་སྤྱིར་བཏང་དང་ཆོག་མཆན་ཨང་རྟགས་མེད་པའི་གི་དམིགས་བསལ་གྱི་སྨན་མང་པོ་ཅིག་ཁྱད་པར་འདུག་གཉིས་པ་དེ་ག་རེད་ཟེར་ན་སྤྱིར་བཏང་གི་ཞི་བྱེད་ཀྱི་སྨན་ཐད་ཀར་བེད་སྤྱོད་བྱེད་ཡ་དང་དམིགས་བསལ་གྱི་སྦྱོང་བྱེད་ཀྱི་སྨན་སྨན་པས་ཟོས་སྨན་པས་དངོས་སུ་བེད་སྤྱོད་བྱས་སྨན་པས་དངོས་སུ་ཕྱོགས་བསྡོམས་བརྒྱབ་འདི་འདྲའི་གི་ཁྱད་པར་ཅིག་འདུག་གསུམ་པ་དེ་སྤྱིར་བཏང་གི་སྨན་ཞི་བྱེད་ལ་དམིགས་བསལ་གྱི་འཕྲུལ་འཁོར་སྐོར་ཡག་སྣ་ཚོགས་མང་པོ་ཡོད་པ་འདི་འདྲའི་གི་ཁྱད་པར་ཅིག་འདུག་བཞི་པ་དེ་གར་ཟེར་ན་སྤྱིར་བཏང་གི་སྨན་དང་དམིགས་བསལ་གྱི་སྨན་བརྡ་གཉིས་བར་གྱི་འབྲེལ་བ་ཅིག་འདུག་སྨན་བརྡ་དེ། ད་ང་ཚོ། ད་ང་རང་གིན་དུག་ཅི་དུག་གི་དེ་བ་ཧ་གོ་བ་ཡིན་ན་མན་ད་བེད་སྤྱོད་བྱེད་གི་ཡོད་ཁྱེད་རང་རྣམ་པ་གང་ད་གང་ང་གུ་ལ་དེ་དེ་རིང་གྲོས་སུ་བསྡད་པ་ཡིན་པ་ཁྱེད་རང་རྣམ་པ་དྲང་པོ་གསུང་རང་ད་ནད་ཐོག་གོ་ལ་མན་ད་ལོའི་དོ་སྣང་རྒྱ་ཆ་ག་ཚོད་གནང་གི་ཡོད་པས། བཙན་གནོན་བཅོ་བརྒྱད་ཕལ་ཆེར་བཏང་ཡོད་ཀྱི་རེད་གང་ལོག་བཏང་གི་རེད་བ། དེ་ལོའི་མན་ད་བཏང་མྱོང་ཡོད་པས།

བཅོ་བརྒྱད་རུ་བཏང་བས་ནི་ཡུམ་གྱི་དྲག་ཤུལ་གྱི་ཨ་ནི་ཅིག་ཚད་དེ་དྲག་ཤུལ་མཁའ་འགྲོ་བྱུང་ན་ཅིག་ཉོ་ཐོམ་ནི་ཡག་ཤོས་རེད་དེའི་གི་ཨ་ནི་ཁོ་དེ་ཨ་ནི་ཡུམ་གྱི་བཏང་ཤོག་ཨ་ཟེར་གི་ཡོད་དེ་ཚོ་སྨན་དེ་བཏང་པ་དང་མ་བཏང་བ་ལ་ཁྱད་པར་ཡོད་ཐག་ཆོད་འདུག་དེ་ད་ངས་རྦད་དེ་གྲངས་ཀ་བརྒྱ་ཕྲག་འབུམ་ཕྲག་མང་པོ་མི་རེད་ཡིན་ནས་ལོ་ག་རེ་སོང་ཟླ་བ་རེ་རེ་ལ་གཉིས་གསུམ་གཉིས་གསུམ་ལོ་ལ་ཨ་ནི་ག་རེ་ཟེར་ན་བརྒྱ་ཕྲག་བརྒྱ་ཕྲག་དེ་འདྲའི་ཡོང་གི་འདུག་དེ་ཚོ་ལ་ག་རེ་ཟེར་ན་སྨན་ད་བཏང་དང་མ་བཏང་ལ་ཁྱད་པར་བྱེད་པོ་འདུག། འདི། ང་ནོར་རང་གི་ད་ལྟ་ནད་ཐོག་གོ། ངས་དེ་རིང་འདིར་འདུག་ཟེར་ལབ་དུས་ཁལ་ཡོང་མ་ར་ང་ཚོ་ནང་ལོག་རེད་བ། སྨན་རྟགས་དེ་མ་བཏང་བ་ཡིན་ན་སྨན་གྱི་ནུས་པར་སྐྱོན་ཞུ་བ་བྱེད་ཀྱི་འདུག་དམིགས་བསལ་གྱི་སྨན་ཟེར་ཡག་ཏུ་ཏི་གཅིག་སྨན་རྟགས་དེ་ཡིན་ང་རང་ཟླ་བ་བྱས་པ་ཡིན་ན། འོ་འདི་འདྲ་བ་རེད་ད། ད་ག་རང་བཞིན་སྤྱིར་བཏང་གི་སྨན་དང། སྤྱིར་བཏང་གི་སྨན་དཀྱུས་མ་དང་ནི་རིན་པོ་ཆེ་གི་སྨན་བུ་རུ་ལས་འདྲ་བ་ཁྱད་པར་དུ་འང། ད་ག་རང་བཞིན་སྤྱིར་བཏང་གི་སྨན་གཟི་མེད་པ་དེ་ཚོ་དང་གཟི་ཡོད་པའི་མིག་སེར་གྱི་གཟི་ཡོད་པའི་བུ་རུ་ལས། ནད་ཐོག་གི་ལ་སྟངས་འཛིན་བྱེད་ཡག་ལ་ཁྱད་པར་ཆེན་པོ་འདུག་འོ་དེ་ཚོ་ལ་ང་ཚོ་ནད་ཐོག་དངོས་ཀྱི་སྨན་པ་རྣམས་ཀྱིས། སྟངས་འཛིན་བྱེད་དགོས་ཡག་ལ་གལ་ཆེ་ཤོས་རེད་སྨན་བཟོ་སྔགས་ཀྱི་སྨན་བཟོས་ཚར་རེད་དེ་སྔོན་མའི་དྲང་གནས། སྦྱོང་བརྡར་བྱས་ཚར་ནས། དེ་ནི་ཡི་གེ་དངོས་གནས་དྲང་གནས་ཀྱི་གར་སྟེགས་ཀ་བསླབ་ས་དེ་སྨན་པའི་བུ་ཞིག་གིས་འོ་རེད་པ། འོ་འདི་ཁྱེད་རང་རྣམས་པ་ད་བྱ་བུ་གྲངས་མེད་ཀྱི་ཟླ་བོ་ཡང་འདི་ཁྱེད་རང་རྣམས་པ་རེད་པ་སྨན་གྱི་བུ་ཆོས་བྱས་ཏེ་གུས། ག་ག་འོ་འདི་གལ་ཆེན་པོ་ཞིག་པོ་རེད་འདུག་འོ་འདི་ཡིས་ག་རེད་ཟེར་ན་སྤྱིར་བཏང་སྨན་དང་དམིགས་བསལ་སྨན་ད་སྲོལ་རྒྱུན་གྱི་སྨན་སྦྱོར་ལག་ལེན་གྱི་ཆོ་ག་དང་དེང་དུས་ཀྱི་སྨན་སྦྱོར། སྨན་གསོའི་ལག་རྩལ་བར་གྱི་འབྲེལ་བ་དེར་ཆ་བཞག་པ་ཡིན་ན་གཅིག་སྲིད་དོན་རིག་གཞུང་ཁ་ཁ་རེད་འབྲེལ་བ་མེད་པའི་སུ་འདྲ་ཆགས་ཀྱི་འདུག་འདི་གཉིས་སྲིད་དོན་དུ་ནས་འཕེལ་རྒྱས་ཀྱི་ཆེད་དུ་འདི་གཉིས་འོས་འཚམས་ཀྱི་འོས་འཚམས་ཀྱི་རེད་ད། འོས་འཚམས་ཀྱི་ཆ་རྐྱེན་ཡོད་པའི་སྒང་ནས་འབྲེལ་བ་མ་བྱས་བས་ན་ཡོང་གི་མི་འདུག་འདི་འབྲེལ་བ་བྱེད་ཡག་གི་ག་རེ་ཟེར་ན་ཁོ་ཆུ་ཉིད་འདུག་ཆུ་ཉིད་དེ་དན་དན་ཤ་དེ་ཡིན་དུས་ས་གནས་དེའི་ནང་ལ་ཆ་བཞག་བས་ན་ནི་སྲོལ་རྒྱུན་གྱི་ལག་ལེན་དེ་ཚོ་རྒྱུན་འཛིན་བྱེད་དགོས་ཀྱི་འདུག་ལ་དེང་དུས་ཀྱི་ལེགས་ཆ་དེ་ཚོ་ཡང་ལེན་དགོས་འདུག་ལྷག་པར་དུ་ད་ལྟ་འདི

ཁག་པོ་བྱེད་ཀྱི་འདུག་ཨང། དེའི་སྐབས་ལ་ཆ་བཞག་པས་ན་ད་དུས་སང་ཡོ་ཤོ་ཁྲང་ཕེན་ཟེར་བ་ཆ་འདི་གཅིག་གིས་ཡིན་སྲིད་གཉིས་གཉིས་ཡིན་སྲིད་ཀྱི་འདུག་ཨང། དངོས་གནས་བྱས་ན་ཡོ་ཤོ་ཁྲང་ཕེན་ལས་ཧང་སང་ཡག་གལ་མི་འདུག་ཨང། དུས་ངན་ལ་ད་ལྟ་འདི་བརྟག་དཔྱད་བྱེད་དུ་ནས། དེང་དུས་གསོ་རིག་གི་རྫས་འགྱུར་གྱི་གྲུབ་ཆ་འདིས་ན་ཚ་འདི་བཅོས་ཐུབ་ཀྱི་རེད་ཟེར་མཁན་དེ་ཚོ་ཅེས་བཅོས་མ་ཐུབ་ཀྱི་རེད་འདུག་ཨང། གྲུབ་ཆ་མེད་པ་འདིས་བཅོས་ཐུབ་ཀྱི་རེད་འདུག་ཨང། དེ་འདྲའི་མང་པོ་འདུག་ད་འདི་ད་མ་བྱེད། དེ་རྒྱ་ཆེན་པོ་རེད་བ། དེ་ཞུ་མི་འོང་བ་བྱས། མདོར་ན། ད་ལྟ་དཔལ་ན་བྱ་བྱ་བས་ནི་ཁོ་ཚོའི་ཐབས་ཤེས་ནས་ང་ཚོས་བེད་སྤྱོད་བྱེད་དགོས་འདུག་བ། དཔེར་ན། ང་ཚོ་རྨས་མ་ཕོད་པ་དང་མི་མི་ཕོད་པ་འཇོག་ར་བ་དེ་ཚོ་ལ། ཁྱད་པར་གར་དུ་དངོས་གནས་བལྟ་དགོས་འདུག་དེ་ནས། བོད་སྨན་གྱི་སྨན་རྫས་དེ་ཚོ། འཇོག་གསོག་བྱེད་ཡག་དང་ནུས་པ་དེ་ཞིབ་འཇུག་གཏིང་རིང་པོ་བྱེད་དགོས་ཡོད་ན། ང་ཚོས་དེ་ཚོའི་ནང་ལ་གོ་རིམ་བརྒྱུད་རིམ་མི་འདྲ་བ་མི་འདྲ་བ་ལ་བརྟག་དཔྱད་ནང་བྱས་ན་ཡག་པོ་འདུག་བ། དཔེར་ན་བྱ་བྱས་ན་དུད་ཚང་གང་ག་ལ་ཁིར་ཐུག་ཁོ་རང་གཙོ་ཐལ་ལ་ཞིབ་འཇུག་བྱེད་ཀྱི་འདུག་བ། ཁོ་འབྲས་བུ་དེ་རེད་བ།

གཙོ། ཆེ་འབྲིང་ཆུང་གསུམ་གྱང་ཡང་ཡོད་རེད་བ། དེ་ཚོའི་གནས་བབ་གནས་བབ་ལ་འགྱུར་བ་ག་རེ་བྱུང་སོང་བལྟས་པ་ནས་བྱུང་གི་བྱུང་རེད་ནི་ཕལ་ཆེར་འབྲས་བུ་ཅིག་ཐོན་གི་རེད་བསམ་གི་འདུག་འོ་དེ་འདྲའི་གི་ཐབས་ཤེས་རེ་ཚོ་ང་ཚོ་ལ་བེད་སྤྱོད་བྱེད་ཐུབ་པ་ཡིན་ན་ཨ་ནི་བོད་མའི་ལ་ག་རེ་ཟེར་ན་ཡར་རྒྱས་ལ་ཕན་ཐོག་ས་རེད་མ་བྱུང་ཡང། དུས་སང་གི་གཞི་གདངས་འདི་རྒྱས་ང་ཚོའི་ཚབ་བྱས་པ་ཡིན་ན་རྩ་བ་ནས་ཡོང་ས་མ་རེད་ཤག་ཨ་ནི་ང་ཚོའི་རིག་གཞུང་བརླག་འགྲོ་གི་རེད་བ་རྩ་བ་བརླག་འགྲོ་ས་རེད་ཨོ། དེ་འདྲའི་གི་ག་རེ་ཟེར་ན། ཨོ། དེ་ག་རེ། ཨོ། སྲོལ་རྒྱུན་དང་དེང་དུས་ཀྱི་སྨན་བཟོ་བའི་ལག་རྩལ་བར་གོ་འབྲེལ་བ་དེ་འོ་དེ་ཡིན། ད་དེང་སང་གཙང་མ་དང་སྟབས་བདེ་བོ་དང་དེ་འདྲའི་གི་དོ་དམ་ཡག་པོ་དེ་ཚོ་ང་ཚོས་དུས་དང་ལེན་བྱེད་དགོས་རེད་བ། ཡིན་ནའི། ཐབས་ཤེས་དེ་རིག་གཞུང་གི་ཚབ་བྱས་པ་ཡིན་ན་རྩ་བ་ནས་ཡོང་ས་མ་རེད། ཐབས་ཤེས་གི། མིའི་ཐབས་ཤེས་ཀྱིས་ང་ཚོའི་རིག་གཞུང་གི་ཚབ་བྱས་པར་བ་ཨ་ནི་ང་ཚོ་བརླག་འགྲོ་གི་རེད། ང་ཚོའི་རིག་གཞུང་དེ་བརླག་པ་ཡིན་ན་ཨ་ནི་རྩ་བ་ནས་བརླག་འགྲོ་གི་རེད། རིག་གཞུང་དེའི་སྟེང་ལ་སྡོང་པོ་དེ་ལག་ལེན་དེ། བཀོལ་སྤྱོད་དེ་ཡག་པོ་དགོས་རེད་བ། སྡོང་པོ་ལག་ལེན་བཀོལ་སྤྱོད་ཀྱི་ཡག་པོ་དེའི་སྟེང་ལ་ཨ་ནི་ང་ཚོ་བོད་མའི་ཕྱོགས་ཡོངས་ནས་ག་རེ་ཟེར་ན་བོད་ཀྱི་གསོ་རིག་གསར་སྤེལ་དེ་བྱུང་པ་ཡིན་ན་ཨ་ནི་མེ་ཏོག་དང་འབྲས་བུ་ཆགས་འདུག་གི་རེད་བ་འོ་དེ་འདྲ་ཞིག་རེད། དེ་སོང་ཙང་ད་དེ་རིང་ངས་ག་རེ་ཟེར་ན་འདིའི་ནང་ལོགས་ལ། ང་རང་གི་དེབ་གཞན་དག་ནས་འདུག་སའི་ཞིབ་འཇུག་གི་ཐབས་ལམ་དག་འདི་འདྲའི་ཤུལ་ཡིག་སྒྱུར་བྱས་ནས་གས་གས་ཞུས་ཐུབ་མ་སོང། འདི་དག་ག་ག་ལོག་གར་ཟེར་ན་ང་རང་གིས་ག་རེ་ཟེར་ན་ད་ལྟ་བར་དུ་གི་ཨ་ནི་ལྟ་སྣང་དང་མཐོང་སྣང་བསམ་ཚུལ་དྲན་པ་འོ་འདི་འདྲས་ཡིན། འདིའི་ཐོག་ལ་ཨ་ནི་ག་རེ་ཟེར་ན་མ་འགྲིག་པའི་ཆ་མང་པོ་ཡོད་རེད། དེ་འདི་འདྲས་ཡོད་བས་ན་ཨ་ནི་ཁྱེད་རང་རྣམས་པས་ཨ་ནི་ང་སྐྱོན་བརྗོད་དང་ཨ་ནི་རོགས་རམ་གནང་རོགས་གནང་སོ་འོ་འདི་ཞུ་གི་ཡིན་ཨ་ནི་ཁྱེད་རྣམས་པ་ལྷན་རྒྱས་ཨ་ནེ། བཀྲ་ཤིས་བདེ་ལེགས་ཞུ་གི་ཡིན་དོ་ཚིགས་བཅད་ཨ་དེ་རེད་བཤད་གི།